རྩ་བའི། རྒྱ་བོ་རོན་པོ་ཆེ་གི་ཡང་སྲིད་འདིའི་ཐོག་ལ་ཡིན་ན་རྒྱ་ནག་གིས་ཐེ་ཇུས་དཔེ་མང་པོ་བྱེད་ཀྱི་ཡོད་རེད། ཨ་ནི། ད། དངོས་གནས་དྲང་གནས་རབ་ཅེས་བཤད་པ་ཡིན་པས་ན་རྒྱ་མི་གིས་ཨ་ནི། གུང་ཁྲན་ཏང་གི་སྲིད་ཇུས་ནང་ལོགས་ལ་ད་ཅིག་ཆོས་དེ་དུག་གྲབས་ཅིག་གླེང་ཉེན་ཅིག་ཡིན་བསྡད་དུས་ཨ་འདི་ག། ཆོས་ཡོད་ཉེས་ཀྱི། ད་མི་རིགས་ཅིག་ལ།

ཆོས་ཀྱི་དུག་རེད། ཆོས་དུག་ཁས་ལེན་མཁན་གཅིག་གིས་ད་རེས་ཀྱི་རྒྱལ་བ་རོང་པོ་ཆེའི་ཡང་སྲིད་ཐོག་ལ་ཐེ་བྱུས་བྱེད་ཡ་དེ་ནི་ད་ཅིག་གེ་མོ་ཤོར་ཡ་ཅིག་རེད། ག་རེ་ཟེར་ན་སྙེ་མ་ཁོ་རང་ཚོའི་ཁ་རང་ནས་ནི་ཅིག་ཆོས་ཀྱི་དུག་ཡིན་པ་ཅིག་བཤད་ཡོད་རེད། ད་ག་ལང་བཞིན་གྱི་ནི། གཅིག་གིས་རྟགས་ཁོ་རང་ཚོ་གི་ད་ལྟའི་རྒྱལ་བ་རོམ་གྱི་སྐུ་དྲིན་བཅུ་བཞི་འདི་ཁོ་རང་ཚོ་ལ་བོ་བོ་ལ་བཅུ་ཡག་གི་ཆེད་དུ་རྙེད་མ་ཨ་ན་ད་རྒྱལ་བ་རོམ་གྱི་ཁ་སོ་རེད། ཚུ། ད་རྒྱ་གར་ལ་ཆོས་རྒྱུད་གནང་བར་བ་ད། དེ་འདྲས། ད་རྒྱ་བོ་རོམ་བཞིན་མཚོ་བཙན་བྱོལ་ལ་ཕེབས་དགོས་ཡ་རྒྱུ་མཚན་དེ་ད་ཅིག་གི་ག་སོ་ར་ད་རྒྱ་ནག་དང་རྫིང་མ་ཐུང་བཅས་ཨང་འདི་འདྲ་བྱེད་ཅེས་མཚོ་ཕེབས་རེས་ད་འདིའི་སྐབས་སུ་ལ་ཡིན་པས་ཡིན་ན་རྒྱ་ནག་གིས་ད་རྒྱ་བོ་རོམ་བྱིན་མདོ་འགྲོ་བ་བཞག་ཡ་དང་རྒྱ་བོ་རོམ་བྱིན་མདོ་ད་དེ། ནང་མོལ་གྱི་ཡོང་ཡ་ཆེད་དུ་ཁོང་ཚོས་འབད་བརྩོན་མང་པོ་བྱས་ཡོད་རེད། སྙན་དམངས་ད་ལྟ་གཅིག་སྟོང་དགུ་བརྒྱ་བདུན་ཅུའི་ནང་དུ་བ་ལགས་ནི། ད་ལྟ་རྒྱ་བོ་རོམ་གཅིག་སྐོམ་གཅིག་སེ་རྒྱ་ལོ་དེ་འབྲུག་དེ་དུས་ཧོང་ཀོང་ལ་བཞུགས་ཅིང་ཧོང་ཀོང་ལ་ད་ཁོ་རང་གི་འདི་ན་གི་ག་རེ་ཞིག་འདུག་ཟེར་ནོ་ད་ཧོང་ཀོང་ལ་འདིའི་སྐབས་སུ་ལ་སྒོར་མོ་ཁྲི་གསུམ་དང་ལྔ་སྟོང་ལྷག་བྱིན་འགྱོག་གིས་ཕི་གེ་ཧོང་ཀོང་ལ་ཁང་པ་བྱས་ཡོད་རེད་འདི་ལ། རྒྱ་ལ་དུད་འགྲོ་བཞུགས་ཡོད་དུས་རྒྱ་ནག་གིས་ད་འབྲེལ་བ། ད་བོད་འབངས་དང་ད་བཙན་བྱོལ་གཞུང་དང་འབྲེལ་བ་བྱ་ཡི་ཆེད་དུ་རྒྱ་ལོ་དུད་འགྲོ། སྲས་རྒྱ་ལོ་དུད་འགྲོ་དང། ཅིག། ཁ་སང་འབྲེལ་བ་བྱ་ཡ་དེ། ཧོང་ཀོང་ནང་གི་ཚར་ཤོག་ཅིག་གི་ལས་ཀ་བྱེད་མཁན་མི་ཅིག་གི་མིང་བསྟུན་གོ་དོ་རུ་བ། ངའི་མིང་ནོ་མེ་ནི། ལི་ཡུན་ཀྲང་ཟ་ཅིག་ཟིག་འདུག། འདི་དང་འབྲེལ་བ་བྱས་ནས་མི་དེ་གི།

རྒྱ་ནག་དང། འགྲོ་བ། ད་ག་ཚོད་རྒྱ་ནག་གུང་ཁྲན་ཏང་དང་འགྲོ་བ་བྱ་ཆེད་དུ་དེ་འདྲས་ཀྱི་བཀའ་མོལ་བྱུང་བ་རེད། ཡིན་ནའི་སེ་རྒྱ་ལོ་དིང་འགྲོ་ལགས་ཀྱི་དེའི་ལམ་སང་ཁས་ལེན་མ་བྱས་ན་ང་ནི། ད་ག་དེ་འདྲས་ཀྱི་ཆུ་ཐོག་བྱེད་ཡག་གི་དེ་ཡོང་མ་རེད། ཨ་ནི་བྱས་ཙང་ང་དེ་ཞུ་ཐུང་མ་རེད། ཨ་ནི། གང་ལྟར་ངས་རྒྱ་ནག་གཞུང་དང་འབྲེལ་བ་བྱས་པ་ཡིན་པས་ཡིན་ནའི་ལས། རྒྱ་རོམ་གྱི་ལས་ཡང་གནས་སར་མ་ཞུས་ན་འགྲིག་གི་མ་རེད། འདི་སོང་ཙང། དེ་ཚོའི་སྐབས་ལ་ང་ཇུས་གཏོགས་བྱས་ན་ཏག་ཏག་བསྡད་ཀྱི་མ་རེད་ཟེར་དུས་ཨ་ནི། ད་གང་དག། མི་དེ་གིས་དང། ད་ལྟ་སའི་རྒྱ་ལོ་དེ་འགྲོ་ལ་ཕར་ཚུར་འབྲེལ་བ་བྱས་ནས་ད་གང་དག་ཨུ་ཚུགས་བརྒྱབ་ནས་ཨ་ནི།

ལོ་འགྲོ་ཆོག་རེད། ཅེས་ཅེས་དེ་འདྲས་ལབ་པ་རེད། འདིའི་སྲིད་དོན་གྱི་སྲས་བརྒྱ་ལོ་དེ་འགྲོ་ལོག་གི་དེ་འདྲས་འགྲིག་གི་མ་རེད། གང་ལྟར་ངས་འདིའི་གང་ཐེ་ཆོད་བྱས་ན་ཏག་ཏག་བསྡད་གི་མ་རེད། ང་ལྟ་བཙན་བྱོལ་གཞུང་གི་ལས་བྱེད་དང་དེ་འདྲས་གང་མེད་དུས་ངས་འདིའི་གང་ཐེ་ཆོད་བྱས་པ་ཡིན་ན་ཏག་ཏག་བསྡད་གི་མ་རེད། ཅེས་ཅེས་དེ་འདྲས་བྱེད་དུས་འདི་རང་གི་སྤྱི་ཆོག་རེད་བ། རང་སྤྱི་ཆོག་ལ་རང་རྒྱལ་ནི། ཕ།

སའི་རྒྱ་ལོ་དེ་འབྲུག་ལ་ད་པེ་ཅིང་ལ་སྣེ་ལེན་གཟབ་རྒྱས་བྱས་པ་དང་ད་ག་ལང་ཤིང་གི་རྒྱ་ནག་གི་ད་ལྟ་གོང་མའི་སྡེ་སེལ་གྱི་ཕོ་བྲང་དང་དུམ་ཚོན་ནར་ལ་བག་ཚོ་གཟིགས་སྐོར་གདན་འདྲེན་ཞུ་ཡག་དང་དེ་འདྲས་ཀྱི་གནས་ཚུལ་བྱུང་ཤག་ཡིན་པས་ན་དེའི་སྐབས་སུ་སའི་ད་ལྟའི་མི་དེ་གི་འགྲེལ་བཤད་དང་སའི་རྒྱ་ལོ་དེ་འབྲུག་ལ་ལ་ད་ད་རྒྱ་ནག་གོང་མའི་གི་ད་བག་གི་འདི་བྱེད་དུས་ད་གར་སོག་རེད།

ཕི་ཀེ་མཐོང་དུས་ཀྱི་རྣམ་པ་དང་ཚོ་ཡག་པོ་ཅིག་མེད་དེ་བརྗེད་དོན་ནི། སྲས་རྒྱལ་ལོ་དིང་གྲོ་ལགས་ཀྱི་སེམས་ཏག་གི་ཁོ་རང་གི་སེམས་ནང་ལོག་ལས་གཅིག་གི་ད་རྒྱ་ནག་གི་བྱེད་སྟངས་དང་དུ་ཚོ་ལ་ཞི་བོ་གཅིག་གི་ཡིད་ཆེས་དང་འདི་མ་སླེབས་བས་ཀྱི་ཚོར་སྣང་གཅིག་བྱུང་ཡོད་བས་ཀྱི་ཐོག་ནས་འདྲི་གཅོད་བྱེད་ཀྱི་འདུག་རེད་བ། ད་ག་ལང་ཞིག་གི་ཁོ་རང་གི། ད་ག་ད། ཕ་ཚོ། ཐུགས་འཕྲད་བྱས་ནས་ཕ་ཚོ་ཏིང་ཞོ་ཕིང་ལས། བཀའ་མོལ་ཞུ་ཡ་དེ་ལ་ད་གང་དག་དཔལ་འབྱོར་རུམ་གྱི་ལ་ད་གང་དག་ཐོངས་མཆན་བཞག་དགོས་ཡ་དག་དཔལ་འབྱོར་རུམ་གྱི་ལོས་སྤྲོད་བཏང་ཡ་དག་ཨ་ནི་ཅིག་གི་བོད་ནང་ལོགས་ལ་ཅིག་བོད་ཡིག་དུམ་ཚོ་ཡར་རྒྱས་བཏང་ཡ་དག་དེ་འདྲ་གི་མང་པོ་ཅིག་དོན་ཚན་བཏོན་རེས་ཨ་འདི་བྱོས་དུས་ཨ་འདི་ད་བྲིས་གི་རེས་ཨ་དཔལ་འབྱོར་རུམ་གྱི་ཐུགས་འཕྲད་གནང་ཡ་དང་ད་ག་ལང་བཞིན་གྱི་བོད་ནང་ལོགས་ལ་དགེ་རྒན་ཡིན་ནའི་དེ་དུས་ཉི་ཤུ་ཙི་གསུངས་ཡོད་སུ་རེད་སེ་རྒྱ་ལོ་དེ་འདྲུ་ལ་ཁོང་ཚོ་གི་དེ་དགེ་རྒན་སྟོང་ཕྲག་བཏང་དགོས་ཅིག་ནས་བཏང་གི་ཡིན་སེ་ཕྱིར་ད་གང་ད། དེའི་སྐབས་སུ་ཐེངས་མ་དང་པོ་ཚིག་ཏུ་ཐུག་འཕྲད་དང་བཀའ་མོལ་བར་བྱུང་པའི་སྐབས་སུ་ལ་ད་ཞུ་བ་ཏིང་ཞོ་པི་དང་ཐུག་འཕྲད་བྱུང་ར་དེའི་སྐབས་སུ་ལ་སེ་རྒྱ་ལོ་དེ་འདྲུ་གིས་ག་རེ་ཡ་རེ་བ་ཞུས་པ་དེ་ནས་ཁོང་ཚོས་འགྲིག་གི་རེད་སེ་བྱས་ཅེས་ཁས་ལེན་བྱས་ཡོད་པའི་གི་ཐོག་ནས་བྱུང་ཤག་ད།

སྤུན་རྒྱག་དུ་འཛུལ་ཕར་ཚུར་ཐུག་འཕྲད་བྱེད་ཡག་དང་དེ་འདྲའི་ཐོག་ནས་རེ་བ་ཞུ་ས་དེ་ལྟར་འགྲིག་གི་རེད། ཐུག་འཕྲད་བྱེད་ཆོག་གི་རེད། ཅི་བྱས་དུ་འཛུལ་གི་ད། ད་འགོད་དུ་བ་དཀའ་མོད་ནང་བཞག་པ་དུ་འཛུལ་ལ། རྒྱ་མི་གི་ཅིག་ཁས་ལེན་བྱས་ད་གང་དག་སྲིད་ཇུས་དེ་དེ་ཚེ་ཅིག་རྒྱ་ཆུ་རྒྱ་གྲང་ནས་ཡར་ཕྱིན་བར་བ། འོང་དེ་འདྲས་ཀྱི་ཐོག་ནས་རྒྱ། དེ་འདྲས་ད། ད་འགོད་དུ་བ་ཁས་ལེན་མང་པོ་ཅིག་བྱས་ཡོད་ས་རེད། དེ་ད། ད་འདི་རྒྱ་མི་དེ་བཤད། བཤད་ཡ་ལ། དེའི་སྐབས་སུ་ལ་ད་གང་དག།

ཕན་ཚུན་གཉིས་ཕྱོགས་ཀྱི་བར་ཚོར་གྲོས་མོལ་འདུ་འཛོམས་ཡག་པོ་ཅིག་བྱུང་བས་ཡིན་པས་ཡིན་ན། ཨ་འདིའི་སྐབས་སུ་ལོ་དགུ་སྐབས་དེ་ཡག་ཤོས་དེ་རེད། ད་ད་ལྟའི་ཚོད་ལས་ད་དེ་ནས་རིམ་པས་གཞི་ནས་ཏིང་ཞོ་ཕེ་ཁི་རྗེས་ཀྱི་འདི་ནང་མ། རྒྱ་ནག་གཞུང་གི་འགོ་ཁྲིད་འདུ་འཛོམས་ད་ཅི་ག་སོགས་རེད། འདུ་འཛོམས་ཀྱི་ཐོག་ནས་ཡིན་པས་ཡིན་ན་ད། དགུ་སྐབས་འདུ་འཛོམས་ཏིང་ཞོ་ཕེའི་ལངས་བཞིན་གྱི་དགུ་སྐབས་འདུ་འཛོམས་ཡག་པོ་མེད་དེ་བ་གཅིག་དང་དགུ་སྐབས་བཟང་པོ་དེ།

ཡུ་རོབ་དུ་རགས་བསྡད་བཞག་པ་དང་ད་ག་ལང་བཞིན་གྱི་འདི་དང་མཚུངས་ནས། ཨན། པན་ཆེན་རུང་པ་བྱིན་གྱི་ཡང་སྲིད་ཀྱི་དེའི་ཐོག་ལས་ཡིན་པའི་ཡིན་པའི་གནས་ལས་ད་རྒྱ་བོ་རུམ་བྱིན་གྱི་པན་ཆེན་རུང་པ་བྱིན་ཡང་སྲིད་ཀྱི་ཐོག་ནས་ཨན། ཅིག་གི་ད་བི་གི། བསྟན། ཁ་སོགས་རེད་ད་པན་ཆེན་རུམ་བྱིན་ཡང་སྲིད་དེ་འདྲའི་གཏན་འཁེལ་བི་གི་ཐོག་ནས་ཀྲུང་དབྱང་ལ་བས་ཨན། ཡང་གནས་སངས་ཅན་མ་ཞུགས་གོང་ནས་དེ་འདྲའི་བྱས་སོ་ཟེར་ཡ་ད་ད་དེ་འདྲའི་གི་སྐྱོན་མང་པོ་ཅིག་གི་ཁོང་ཚོ་གི་དྲུང་ནས་བཤད་བྱས་ད་གང་དག་ཨ་ནི་ཕྱིས་སུ་ལ་ཨ་ནི་རྒྱ་བོ་རོམ་པ་ཕྱིས་གི་སྐུ་རྩོབ་དང་ད་གང་དག་རྒྱ་ནག་གི་ཕར་གྲོས་མོལ་ཡོང་ཡ་དུང་ཚོས་ཨ་ནི་མེ་དེ་བ་ཅིག་ཆགས་པ་དང་དེ་འདྲའི་ཆས་རེད། ཏིང་ཞོ་ཕིང་གི་སྙེ་མ། དང་པོ་དུ་བ་ལ་ད་ཨ་ཅེ་ཁྱེད་རང་ཚོས་རང་བཙན་གྱི་སྐད་ཆ་མ་བཤད་པས་ན་སྐད་ཆ་ག་རེ་བཤད་ནས་འགྲིག་གི་རེད་བྱས་བྱས་དང་པོ་བཤད་ཡོད་རེད་ཡིད་བརྟན་ལས་ས་ན་རྒྱ་བོ་རིན་པོ་ཆེན་གྱི་ཐུགས་རྟ་ག་སོར་དགོངས་པ་རྒྱ་ཆེན་པོ་བཞེས་ནས་ནི་རང་བཙན་དེ་བློས་བཏང་ནས་ནི་དབུ་མའི་ལམ་གྱི་ཐོག་ནས་ད་ཀྲུང་ཕྱེའི་སྟག་ལུང་ཟིག་དུའང་ཁོང་ཚོས་ཀྱི་དབུ་མའི་ལམ་གྱི་ཐོག་ནས་ཨ་ནི། གྲུ་མོ་བཞག་ཡ་དང་དག་ལངས་ཤིང་གི་དབུ་མའི་ཐག་ནས་འདུ་འཛོ་ལྟ་ཅིག། རྒྱལ་སྤྱིའི་ཐོག་ལ། མ། ཁྱབ་བསྒྲགས་གནང་ཡ་དག་འདུ་འཛོ་ཅི་ཡོད་འདུག་ཡང་རྒྱ་མི་ཁོང་ཁྲོ་ས་ནས་ག་འདག་ང་ཚོ་ལ་སྐད་ཆ་ཅན་མ་ཁྲིད་གོ་ནས་བཤད་སོ་ད་ག་འདག་རྒྱ་མི་གིས་དེའི་ནང་ལ་ང་རང་ཚོ་སྒོ་ངའི་ནང་རི་གོ་ཚད་བླངས་ཤིག་སྒོ་ངའི་ནང་རི་གོ་ཡོང་ཡོག་མར་བ་དེའི་ལངས་ཤིག་ཚད་བྱས་པ་ད་སྐྱོན་འདི་འདྲས་དཀྲུགས་ནས་ག་འདག་འདུ་འཛེ་གི་ཐོག་ནས་ད་ད་འདི་པོ་ཏོ་གྲོས་མོལ་ཡག་པོ་ཅིག་དང་འདི་འདྲས་མ་བྱུང་པའི་མཐོང་ནས་མི་དེ་ཀྱིས་འགྲེལ་བརྗོད་བྱེད་ཀྱི་འདུག་རུ་བ་འདི་སོང་ཙང། ད་མི་རྒྱ་མ་འདི་ཀྱི་ཐོག་ནས་ཡིན་པས་ན་རྒྱ་ནག་གཞུང་གིས་ཁོ་རང་ཚོས་ཀྱི། ཁར་སོ་རེ། གོ་སྐབས་དང་ད་ཁོ་རང་ཚོས་ཀྱི་བེད། ད་དུས་ཚོད་དུ་མ་སོང་ནས། བེད།

འདོད་པ་ཡོད་པའི་མི་དེ་དམ་ཡག་ཆེད་དུ་དེ་འདྲས་སུ་རེད། ད་འདིའི་གཙོ་བོ་ཆེ་ཤོས་ཁོ་ཚོས་དུས་ཚོད་འགྱངས་ཏེ་གྱོག་རོམ་གྱི་གོང་བློ་ཆེན་པོ་སྤེལ་ནས་ཁོ་རང་ཚོ་གི་རྒྱ་ནག་ནང་ལོག་ནས་ནས་གྱོག་རོམ་བྱེད་དེ་ཅི་བྱས་མིན་ན་ཁོ་རང་ཚོ་གི་ད་གང་དག་སྲིད་ཇུས་འོག་ལ་ལམ་སྟོན་འོག་ལ་འགྲོ་ཐུབ་ངེས་ཅིག་བཟོས་བྱས་ཨང། ད་ད་ལྟ་གི་བཙན་བྱོལ་གཞུང་དང་ད་ལྟ་བོད་པའི་གི་ཆབ་སྲིད་ཅིག་ཡོད་ར་བཙན་བྱོལ་གཞུང་ནང་གནས་བསྡད་པའི་ཆབ་སྲིད་དོན་ཚོ་ཚང་མ་མེད་པ་བཟོ་ཡ་གཅིག་དང། ད་ག་ལང་བཞིན་གི་ད་ཁོ་རང་ཚོས་གི་ད་ལྟ་རྒྱལ་སྤྱིའི་གང་རྒྱ་བོ་རོམ་ཆིག་གི་མཐོང་ཆེན་པོ་ཅིག་ད་ལྟའི་དུས་ཚོད་ལ་ད་རྒྱ་བོ་རོམ་ཆིག་སྐུ་བཞུ་བའི་ཁ་ཐུག་ལ་ད་རྒྱལ་སྤྱིའི་གང་སྙན་གྲགས་ཆེན་པོ་ཡོད་བསྡད་པ་ཅིག་ཆགས་བསྡད་དུས་ད་དོན་ཚོ་ཚང་མ་ཁོ་རང་ཚོས་གི་མེད་པ་བཟོ་ཡ་གཅིག་དང། ད།

རྒྱ་ཧོར་རུམ་ཅན་གྱི་སྐུ་ཚབ་དང་ཕ་ཚོ་ཐུག་འཕྲད་བྱེད་ཡ་དེ་ཨ་མཆིག་གར་སོ་རེད་ད། ཁ་དྲང་ས་ཡ་འདྲ་པོ་ཅིག་མ་གཏོགས་དོན་རྡོག་རྡོག་གང་ལ་ང་ཚོའི་གི་གནད་དོན་འདིའི་ཐོག་ལ་ཁོ་ཚོས་ལག་པ་འཆང་ཡ་མེད་པ་ཅིག་དང་མ་འོངས་པར་ཁོ་རང་ཚོ་རང་གི་ཡང་སྲིད་དེ་གདན་འདྲེན་ཞུས་བྱས་ད། དེ་བྱས་པ་ཡིན་ན་ཁོ་རང་ཚོ་གི་ག་རེ་ནས་བྱེད་ཆོག་ཆོག་ཅིག་ཡོད་རེད་བ་འདི་བྱེད་དུས་ད་ག་ད་ང་ཚོའི་རྒྱ་ཧོར་རུམ་པ་ཆེ་གོང་དྲ་ཐོབ་པ་ཅིག་ཡོང་དུས་ཁོ་ཚོ་གི་ད་རྒྱ་ཧོར་རུམ་ཅན། བས་ཏེ་ད་གར་སོ་རས། འདུག་པའི་ཆ་ནས་བཤད་པ་ཡིན་པས་ན་ད་རྒྱ་བོ་རུམ་ཅིག་འདི། ད་ང་ཞུ་ཡ་དེ་བདེ་པོ་སེམས། ད་སྐུ་མཁྲིས་བཅོ་བསྲུང་དེ་མེད་བྱས་ན་ཁོ་རང་ཚོ་ལས་ཀ་བྱེད་བདེ་པོ་ཅིག་ཡོང་གི་ཡོད་པའི་དམིགས་ཡུལ་ཅིག་ཅན་གྱི་ཡོད་པའི་ཐོག་ནས་ཨ་འདི་གཅིག་རེད་བཞག་ཞུ་ཡ་ཡིན། ད་དེའི་མི་གཅིག་གིས་ཡང་ཁོ་རང་གིས་ད་ལྟ། བོད་དང་བོད་མིའི་འདྲིས་ཚབ་ཀྱི་ཕྱག་དེབ་དེ་ཀློག་པའི་རྗེས་ལ་ཁོ་རང་གིས་བསམ་ཚུལ་གཅིག། བཤད་ཀྱི་འདུག་རེད་བ། བརྡ་འདི་ངས་ཁ་སྔོན་འདི་ནའང་འགྲེལ་བཤད་རྒྱག་དགོས་བསམ་དུས་ཚོད་ཡོད་མ་རང་བདག་ནང་བཞིན་གྱི་དེ་རྒྱུན་རིང་པོ་ཅིག་ཡོད་དུས་ཚང་མ་རོ་བློ་ལས་ཚིག་ཟིན་མ་ཐུབ་ཅིག་ཨ་འདྲའི་རུག་ཅིག་ཆགས་བསྡད་ཀྱི་འདུག་ད་ད་རིང་ངས་འདི་ཁོ་རང་གི་མདོར་བསྡུས་ཅིག་འདི་ནའང་ཞུ་ཆོག་པ་ཇི་ཡང་ནོར་བ་དང་འཁྲུལ་བ་བྱུང་བ་ཡིན་ན་དགོངས་ཚིག་རང་ཞུ་གི་ཡོད་ཞུ་ཡ་ཡིན་ད་འདི་མི་འདིས་བཤད་བཞག་པ་དང་ཚུར་ལ་ང་རང་ཚོའི་གི་དོ་སྣང་དང། སྐད་ཅིག་དེ་ན་ནི་འབྲུག་དབྱངས་དེ་དོན་ཚན་མང་པོ་ཅིག་ཆགས་བསྡད་ཀྱི་འདུག་འདི་སོང་ཙང་འདི་ན་མ་འབྲི་ཤེས་ཏེ་རྒྱབ་ཕྱོགས་པ་ཅི་ཞུ་ཡ་ཡིན། ད་ཁོ་རང་གི་ཟེར་ཡག་ལ་བྱེད་ད་ཁོ་རང་གི་འདི་ན་མ་བཤད་ཡག་ལ་ག་རེ་བཤད་འདུག་ཟེར་ན་ད་རྒྱ་སྒོར་རོམ་བྱེད་ཡང་སྲིད་དེ། ཨ་ནི། ཅིག་གི་སྙན་པའང་ད། ཕི་གི་མེན་གསུང་ཡག་དང་ད། བུད་མེད་ཀྱི་གླུ་ལེན་ཡག་དང་དེ་འདྲས་མང་པོ་ཅིག་བཀའ་མོལ་གནང་བཞག་ཡོད་རོ་བ། རྩ་ཆིག་ཆེན་རྟགས་དེ་གར་སོང་རེད། རང་དབང་ཡོད་པའི་ལུང་པ་ལ་ཡང་སྲིད་གནང་གི་ཡིན་ཟེར་ཡག་ད་དུང་འབྲས་ཀྱི་མང་པོ་ཆེ་བཀའ་མོལ་ཡོང་བསྡད་དུས་ད་གལ་སྲིད་རྒྱ་བོད་རོམ་ཅན་གྱི་ཡང་སྲིད་དེ་གནང་གི་མེད་རབས་ཅིག་གསུང་ད་མ་གནང་པ་རབས་ཅིག་ཡིན་ཡིན་ན་ད་ཅིག་རྒྱ་མི་ཁོ་རང་ཚོ་ལས་ཡག་པོ་ཡོད་མ་རེད་ལ་ད་ག་རང་བཞིན་གྱི་ཚོ། བུད་མེད་འདུ་འཛོ་ལས་ཡིན་པས་ཡིན། ཨན་གྱི་བུད་མེད་ས་ཡ་དྲུག་ལྷག་ཙམ་འདུ་འཛོ་ལས་གྱོང་གུད་ཆེན་པོ་ཅིག་རེད། ད་ག་རང་བཞིན་གྱི་རྒྱལ་སྤྱི་གྱི་ཆབ་སྲིད་ཀྱི་ཐོག་ནས་ཡིན་ནའི་རེད་གང་ཅིའི་ཐོག་ལ་གྱོང་གུད་ཅིག་ཆགས་བསྡད་གི་ཡོད་རེད། ད་ཁོ་རང་རབ་བྱེད་ཡིན། ཨན་གྱི་ཆོས་ལུགས་ཀྱི་འདི་འདྲས་ཀྱི་ཐོག་ནས་དད་པ་ཡོན་སྐྱོ་དང་ཆོས་ཆོས་འདི་བྱེད་ངན་འདི་འདྲས་གལ་མེད་ཡིན་ནའི་ཆོས་ད་བྱེད་ངན་ལས་གུས་ཞབས་དང་འདི་འདྲས་ཡོད། ཡིན་ནའི་ལས་ད་གར་སོགས་རེད། རྒྱལ་བ་རོང་པོ་ཆེའི་དེ་ཡིན་མིན་ནི་དགེ་ལུགས་ཀྱི་བླ་མ་རྩ་ཆེན་པོ་ཡིན་པ་དང་དྭགས་གླང་ཆེན་བུད་མེད་ཀྱི་ཅེས་གར་སོ་རས་ཅིག་སེམས་དཔའ་གྱི་རྟ་གར་སོ་རྟ། བུད་མེད་ཡོངས་ཀྱི་ཆོས་ཀྱི་བླ་མ་རྩ་ཆེན་པོ་ཅིག་དང་རྟ་གར་སོ་རས་ང་ཚོས་ཆབ་སྲིད་ཐོག་ནས་བཤད་པའི་ནི། གཅིག། ཆབ་སྲིད་ཀྱི་སྣེ་ཁྲིད་པ་གཅིག་དང་དག་བླངས་ཤིང་གིས། ག་རེ་ཡིན་ནའི་བོད་པ་དེ་ཚོ་གིས་རྩ་ཆེན་པོ་དང་ག་རེ་ཡིན་ནའི་ཁོ་རང་གི། སོ་སོའི། ད་ང་ཚོ་བོད་མི་ཚང་མས་ཀྱི། བརྩེ་སེམས་ཀྱི་མི་སྣ་གཅིག་ཆགས་སྐོར་འདི་བྱས་ཙང་གནད་འགག་ཆེན་པོ་གཅིག་ཆགས་བསྡད་དགོས་ཡོད་རེད། ཨ་ནི། རྒྱ་བོ་རོན་པོ་ཆེན་གྱི་མཚན་འདི་བསྟན་འཛིན། རྒྱ་བོ་རོན་པོ་ཆེན་གྱི་མཚན་འདི། ཏཱ་ལའི་བླ་མ་ཟེར་ཡ་དེ་ཡིན་པས་ཡིན་ན། ཨ་ནི་ཏཱ་ལའི་བླ་མ་ལ་ཡ། ད་དེ་ཡིན་པའི་ནས་ནི་སོག་པོ་གི། ཏཱ་ལའི་བླ་མ་དང་རྒྱ་མཚོ་ཟེར་གི་མཚན་འདི་གཉིས་ཉིད་དུ་མཚོ་ཚང་མ། ཏཱ། ཁ་སོ་རེ་སོག་པོ་གི། སྙེ་མ་སྐབས་ལོ་སུ་སྣང་ཞག་རྒྱོ་གཅིག་དང་དེ་འདྲའི་རིམ་པས་གི་ནི། ཏཱ་ལའི་བླ་མ། ཟེར་ཡ་དེ་འདྲའི་ཆེད་ཀྱི་ཐོག་ནས་འདི་སུ་བྱུང་རིམ་པས་བྱུང་ཞབས་ཅི་རེད། ད་གླང་ཆེན་གྱི་ནི། རྒྱ་བོ་རོམ་ཆེན་དེ་དགེ་ལུགས་ཀྱི་ཏཱ་རྩ་ཆེན་པོ་ཆོས་ལུགས་ཀྱི་རྩ་ཆེན་པོ་བརྩེ་བོ་དང་ཏཱ། ཁ་སོ་རས་རྒྱ་འོག་གི་རོམ་པ་ཅིག་གི་ཡང་སྲིད་དེ་ཡིན་པའི་གནས་ལས་ད་ཅིག་གི་བོད་པ་མ་ཡིན་པའི་གི་ཐོག་ནས་ཡང་བྱུང་མྱོང་ཡོད་རེད་རྒྱ་བ་ཀུན་རིག་གསུམ་པ་དེ་ཡིན་ན་སོག་བོད་ཀྱི་ཐོག་ནས་སོག་བོད་ཀྱི་མི་རིགས་ཡིན་བསྡད་པས་བྱུང་བ་རེད་ཅེས་ཅེས་ཁོ་རང་གས་འདི་བཤད་འདུག་ད་ཡང་ངས་དེ་མ་རེད་ད་ཁོ་རང་གས་འདི་སོག་བོད་ཐོག་ནས་བྱུང་བ་རེད་ཡང་རྒྱ་བ་རོམ་པ་ཅིག་ཀུན་རིག་དྲུག་པ་དེ་ཡིན་ན་མོན་ནས་བྱུང་བ་རེད་ད་ད་ད་མོན་རྟ་དབང་དེ་རྒྱ་གར་གྱི་ས་ཕྱོགས་ལ་ཐེ་དེ་དུས་ཡང་ཁོ་ཚོ་གི་མོན་སི་ཏུ་ཡང་ལུང་པ་རྒྱ་གར་གྱི་ཁོང་གྲོགས་ཀྱི་ཚིག་གུ་དོ་བ་དེ་བྱས་ཏེ་མོན་རྟ་དབང་ནས་བྱུང་བ་རེད། འོང་དེ་འདྲས་ཅིག་ཡང་ཁོ་རང་གིས་འགྲེལ་བརྗོད་བྱེད་ཀྱི་འདུག་ར། ད་མདོ་སྨི་དེ་གི་ག་རེ་ཟུར་ན་ད་ཅི་རྒྱ་བོ་རོང་པ་ཆེན་གྱི་ནི་སྙེ་མ་གདོང་བཅུ་གཅིག་སྐབས་སུ་དོ་བ་ཅིག་ལ་ནི་ག་ད་ཀུན་འདུལ་གོང་གྲགས་དགུ་བཅུ་ལ་ཕེབས་སོང་ན་ཀུན་འདུལ་གྱི་ཡང་སྲིད་དེ་དེའི་སྐབས་སུ་ལ་གསལ་བསྒྲགས་གནང་གི་ཡིན་ཞེས་ཅི་གསུམ་པ་གླང་ཆེན་འཁོར་བ་ཡམས་བྱེད་ཡང་གསུངས་ཟེར་ན། སྡིག་དུས་དེ་གསུངས་དུས་ན་ད་ག་འདའོ་ལོ་ཁ་ཤས་ཡོད་དུས། ད་ང་ཚོ་མི་ཕལ་པ་ཅིག་ཡིན་ན་སོ་སོ། ལོ་ག་ཚད་བསྡད་ཀྱི་ཡོད་མེད་ཤེས་ཐུབ་མ་ར། ད་རེ་ཤི་གི་ཡོད་ཟེར་ཉིན་ཤི་གི་ཡོད་ཧ་གོ་མ་ར་ཡིན་ན་རྒྱ་བོ་རོམ་བྱེད་དེ་འདྲས་ཅིག་གསུངས་ཡོད་དུས་ཅིག་ཡམས་ཆེན་པོ་ཅིག་བྱུང་གསུངས་ལ་ད་གླང་ཆེན་གྱི་གོང་ཁྲ་དགུ་བཅུའི་སྐབས་སུ་ལ། ད་ལྟ་ཡིན་ན་ཕལ་བསྡད་ཡོད་དུས་ད་ཁོ་རང་ཡམས་ཆེན་པོ་འདྲ་བོ་ཅིག་བྱུང་གསུངས། ཨ་ནི། ད་མི་དེ་དགེ་བཤེས་ལ་ཁོ་རང།

གང་ལྟར་རྒྱ་བོ་རོང་པོ་ཆེན་གྱི་ཡང་སྲིད་དེའི་ཐོག་ལ་ཁོ་ཚོས་ཀྱི་ཐེ་ཇུས་བྱེད་ཡ་དང་དེའི་ཐོག་ནས་ཨ་ནི་པེ་ག་སུ་རེད། ཅིག་བོད་པ་དེ་ད་ད་ལྟ་པོ་ཏོ་བོད་པ་དེ་གང་ལྟར་ཁོ་ཚོས་ཀྱི་དུག་ཇུས་སྣ་ཚོགས་ག་ཚད་བཏང་ཡོད་ནས་བོད་པས་ཀྱི་ད་གང་ལྟར་ང་ཚོ་བོད་མི་རིགས་ཀྱི་གནས་ཐུག་ཡ་ཅིག་ད་ལྟ་པོ་ཏོ། བོད་ནང་དོན་རྐྱེན་གྱི་ག་ཚོད་ར་རྒྱ་མིས་མཉམ་སྤྱོད་ག་ཚད་བྱས་ནས་ག་འདྲ་བཟོས་ཐུབ་ཡོང་མ་ར་དེ་སོང་ཙ། ད་ལྟའི་རྒྱ་བོ་རུམ་བྱེད་ཀྱི་ཡན་སྲིད་དེའི་ཐོག་ལ་ཡིན་བུའི་ཡིན་ནའི་ལས་ག་འདྲ། པན་ཆེན་རུམ་བྱེད་ལང་བཞིན་བྱས་རྒྱ་ནག་ཁོ་རང་ཚོས་ཀྱི་བྱེད་བཅུབ་ལང་བཞིན་གྱིས་ད་དེ་འདྲས་ཅིག་བྱས་པ་ཡིན་བུ་ཡིན་ན། ད་བོད་པའི་གནད་དོན་དེའི་ཐོག་ལ་ཡིན་ན་ད། ལྟ་གང་ལྟ། ཇོ་མང་འཛམ་བུ་གླིང་སྐར་ན་བོད་པ་ས་དེ་མེད་བསྡད་པ་གྲུབ་ཅིག་དང་བོད་བལ་གྱི་གནད་དོན་དང་དེ་གླིང་ཡ་མེབ་ཅིག་ཆགས་བསྡད་གི་ཡོད་དུས་ལྟ་གང་ལྟ་རྒྱ་བོ་རོན་པོ་ཆེ་དགེ་བསྐུལ་ཡང་སྲིད་དེའི་ཐོག་ལ་ན་རང་དབང་གི་ལུང་པའི་ནང་ལ་མ་གཏོགས་རྒྱ་ནག་ནང་ལོག་ལོ་དང་ད་དམངས་གཙོ་མེད་བསྡད་པའི་རྒྱལ་ཁབ་ནང་ལ་འཁྲུངས་ཡ་མེབ་ཅིག་བཀའ་མོལ་གནང་ཞག་འདི་སོང་ཙང་འདི་ལ་བལྟ་ལྟ་གང་ལྟ། ཆབ་སྲིད་ཀྱི་ཐོག་ནས་ཡིན་བཤད་པ་ཡིན་ན་བོད་མ་སྲིད་པའི་གྱོང་པོ་ཅིག་དང་དེ་འདྲས་ཅིག་ཆགས་བསྡད་ཀྱི་འདུག།

གང་ལྟར་རྒྱ་མི་གིས་དེ་ཆབ་སྲིད་འཁྲབ་ཡ་རང་གི་ཐོག་ནས་རྒྱ་ནག་གཞུང་གིས་དེ་འདྲས་ཅིག་བྱས་བསྡད་དུས་རྒྱ་བོར་རོ་མོ་ཅན་དེ་ཡང་སྲིད་དེ་ཨེ་ན། གང་ལྟར། སྟབས། པན་ཆེན་རོ་མོ་ཆེན་ལང་ཤིང་གི་མ་ཡོང་ཡ་ཆེད་དུ་ཨེ་ན། གང་ལྟར་རང་དབང་ལུང་པའི་ནང་ཅིག་འཁྲུངས་པ་ཡིན་པ་ཡིན་ན་ཨེ་རྒྱ་ནག་གིས་དེ་ལ་ཞུ་བ་ཅིག་གིས་ཕྱིའི་རྒྱལ་ཁབ་ལ་ཡིན་པ་ཡིན་མིན་མི་ཆུ་ཏོ། གར་ས་ད། སྟབས་ཚེ་རྒྱབ་ཐོག་མར་བ། དེ་འབྲེལ་གྱི་ཐོག་ནས་བྱེད་དུས་དཔེ་དེབ་རྒྱ་བོར་རུམ་བྱས་ཏེ་དཔེ་མ་བཟོས་པའི་ཆབ་སྲིད་མཁས་པ་གཅིག་དང་དེ་འབྲེལ་གྱི་ཁོ་རང་གི་ཐོག་ནས་ད་དཔེ་དེབ་རྒྱ་བོར་རུམ་བྱེད་མཁན་གྱི་ལྟ་སྐུལ་ཡང་སྲིད་དེའི་ཐོག་ལ་ལྟ་བྱེད་ཀྱི་མ་ཤོག་ལུང་པའི་ནང་དེ་འབྲེལ་གྱི་བྱུང་བ་ཡིན་ན་ད་མ་འོངས་པའི་བོད་པའི་ཀྱི་གནད་དོན་ཐོག་གང་ཅིའི་ཐོག་ལ་དཀའ་ངལ་ཅིག་སྤྲད་ཀྱི་ཡོད་ཙང་གང་དག་དེ་འབྲེལ་གྱི་གསུངས་པ་གཅིག་དང་དག་ལངས་བཞིན་གྱི་ཡང་མི་དེ་གིས་ག་རེ་བཤད་འདུག་ཟེར་ན།

རྒྱ་ནག་གཞུང་གིས། བྱས་པ་ཡིན་ནི་ལས་དེ་དེའི་རྩེ་མིག་སྒྲུབ་བྱེད་ཆགས་ར་བོད་པའི་གིས་ཐོངས་ཞག་མ་རེད་རྒྱལ་སྤྱིའི་ཁ་ནས་ཐོངས་ཞག་མ་རེད་དྭགས་ལང་ཤིན་གྱིས་ནི། ད་ལྟ། རྒྱ་བོ་རོ་མི་ཆིན་གྱི་ཡང་སྲིད་དེའི་ཐོག་ལ་ཡིན་ན་ཨ་རིའི་གཞུང་གི་ཡིན་པ་ཡིན་ནི་ལས་དེའི་ཁྲིམས་འཆར་བཞག་ཡག་དང་དྭགས་ལང་ཤིན་གྱིས་བཏགས་ཅག་རྒྱ་བོ་རོ་མི་ཆིན་ཁོ་རང་རང་གི་ཡིན་པ་ཡིན་ན་ཡང་སྲིད་དེའི་འཕེལ་ཕྱོགས་ཐོག་ལ་ཡིན་ན་དམངས་གཙོའི་ལུང་པ་ན་འཁྲུངས་གི་ཡིན་ས་དུ་འཛུགས་གི། གནད་འགག་དཔེ་མ་སྲིད་པའི་གི་རྟགས་གང་དག་མ་འོངས་པའི་བོད་པའི་གི་གནད་དོན་ཐོག་ལ་གནད་འགག་ཆེན་པོ་རེད་ད་རྒྱ་བོ་རོམ་པ་ཆིན་ར་པ་ཅིག་ཆ་བཞག་པའི་ཡིན་པ་ཡིན་ན་སུ་ད་ད་ད་གོང་དྲག་ཐོ་བོ་པོའི་ཡོ་རེད་ད་རྒྱ་མི་གི་རྩིས་ངན་པོ་དེ་ཡང་སྲིད་གི་ཐོག་ནས་རྩིས་རྒྱག་པོ་ཡོ་རེད་ཨ་ནི་གེ་ད་རྒྱ་བོ་རོམ་པ་ཆིན་སྔས་མ་ད་གཅིག་སྟོང་བརྒྱ་བཅུ་བརྒྱ་གྲངས་ནས་བྱས་ནས་ད་ཉིས་སྟོང་ཚུད་པོ་འདུག་ད་རྒྱལ་སྤྱིའི་ཁང་ན། པའི་མཚན་སྙན་གྲགས་དང་དམིགས་བརྩེ་གྱི་རྟ་ནོར་བུའི་གཟིངས་རྟགས་དང་དག་སྣང་ཞིག་གི་གཟིངས་རྟགས་མང་པོ་བཞེས་ཡོད་དུས་འཛམ་བུ་གླིང་གང་དག་རྒྱ་བོ་རོམ་པའི་ཆིངས་ཀྱི་མཚན་སྙན་དེ་གི་ཐོག་ནས་བོད་དོན་གྱི་ཐོག་ནས་སྐད་གྲགས་ཆེན་པོ་ཆགས་ཡ་དང་གནད་དོན་ད་བོད་པའི་གནད་དོན་དག་ལ་ཤུགས་ཆེན་པོ་གླེང་ཡ་དང་མི་ཚང་མས་དོ་སྣང་བྱེད་ཡ་ཅིག་ཆགས་ཏེ་རེད་ནས་ད་ད་ལྟ་གོང་དྲང་ཆེ་བཅུ་བོད་ཀྱི་ད་ལྟའི་དུས་ཚོད་ལ་ནི་རྒྱ་བོ་རོམ་པའི་ཆིངས་ཀྱི་རྟ་མཛད་འཕྲིན་དེ་ཡིན་པས་ནས། སྔ་མ་རང་བཞིན་གྱིས་རྟ་མལ་དེ་བཞིན་ཆགས་དེ་དུས་རྒྱ་མིག་གི་དམིགས་ཡུལ་གཙོ་བོ་དེ་རྟ་གང་དག་རིམ་པས་ཤི་ནས་ཡང་སྲིད་དེའི་ཐོག་ལ་ཐེ་ཇུས་བྱེད་ཡ་དང་ད་ག་རང་བཞིན་གྱི་དམིགས་ཡུལ་གཙོ་བོ་དེ་གཅིག་རྟ། མ་འོངས་པར་རྟ་གང་དག་རྒྱ་ནག་ཁོ་རང་ཚོས་ཀྱི་ཡང་སྲིད་གདན་འདྲེན་ཞུ་ཡ་དང་ད་ག་རང་བཞིན་གྱི་རིམ་པས་ཀྱི་བོད་པའི་གྱི་མིང་མེད་ཙམ་བཟོ་ཡ་གྱི་ཐོག་ནས་ག་རེ་འབད་བརྩོན་བྱེད་དགོས་ཡོད་རེད་ཟེར་བ་ཡིན་ན་ད། རྒྱ་བོ་རོམ་བྱིན་གྱིས་བརྟག། སྔོན་གནས་དྲང་གནས་རབ་ཅིག་བརྟག། དགོངས་པ་རྒྱ་ཆེན་པོ་ཤེས་ནས་དབུ་མའི་ལམ་བརྟག། རྒྱ་ནག་ཁོ་རང་ཚོས་ཀྱི། ཅིག་གི་གར་སོགས་རེད། ལ་བརྟག་གང་དག། ཡ། འབུལ་དགོས་ཞུས་ནས་བརྟག་གང་ཚོ་ང་ཚོ་ཕར་ཚུར་གྲོས་མོལ་བྱས་ནས་བརྟག་གང་དག། ང་ཚོ་རང་བཙན་རྩོད་ཀྱི་མེད་དབུ་མ་རྩོད་ཀྱི་ཡིན་ཨ་ནི་རྦད་དེ། གར་སོགས་རེད། གཅིག་སྟག་དབུ་མེད་ཀྱིས་ལམ་གྱི་ཐོག་ནས་ཞུས་པ་ཡིན་པ་ཡིན་ན་ད་གཅིག་ང་རང་ཚོའི་བོད་པའི་གྱི་གནད་དོན་ཐོག་ལ་ང་རང་ཚོའི་བོད་པའི་ཐག་ཆོད་ཡོད་དང་ཕྱིའི་ཐོག་ན་རྒྱ་མིའི་བྱེད་ཡ་དང་དེ་འདྲས་ཅིག་མང་པོ་བྱོས་ཡོད་རེད་པ་དེ་འདྲས་ཀྱི་བཀའ་མོལ་གནང་རེད། ཡིན་པ་ཡིན་ནའི་ལས་ད་རྒྱ་མིས་ཀྱིས་ད་རྒྱ་བོ་རོམ་བྱེད་མཁན་དེ་གང་ཚུ་རེད་མ་བབས་ནས་ད་གང་ད། རྒྱ་མིའི་མི་འདུག་འབྲེལ་བ་བཞག་ཡ་ད་དེ་འདྲས་བྱས་པ་ཡིན་ནའི་ལས་རྒྱ་མིས་ཀྱིས་རྒྱ་ནག་གུང་འབྲེལ་ཏང་ཟེར་བ་དང་རྒྱ་ནག་གུང་འབྲེལ་ཏང་གིས་ཨ་ནི་དེ་ཚོའི་ཐོག་ནས་ད་རྒྱ་བོ་རོམ་གྱིས་གོང་ལོ་ཐོར་ཐོར་ཕྱིན་ད་གར་སོང་རེད་ཡང་སྲིད་དུ་འཛོལ་ཁོ་རང་ཚོ་གི་ལག་ཁ་འཆང་ཡ་བྱས་ད་ག་ལང་གཞིན་གྱི་སྙན་མ་ད་རྒྱ་བོ་རོམ་པ་ཕྱིན་གྱི་གྱིས་ད་ད་བཙན་བྱོལ་གཞུང་འདི་ལ་རབ་བྱེད་ཡིན་པ་ཡིན་ནའི་ད་བོད་ནང་ལོག་ནས་བོད་མི་མང་པོ་ཅིག་ཡོང་འདི་བྱེད་དུས་ད་བོད་པའི་གྱི་གནད་དོན་ཐོག་ལ་ཅིག་གི་ང་ཚོ། བཙན་བྱོལ་གཞུང་གི་སློབ་ཁྲིད་བྱེད་ཡག་དང་དང་ཚོའི་ཐོག་ནས་ལྟ་ཅིག་བོད་པའི་གི་ང་རང་ཚོའི་གི་ལོ་རྒྱུས་དང་དང་ཚོའི་ཚང་མར་ལྟ་ཅིག་ལབ་དྲ་ཁ་ནས་ནས་ལབ་གོ་བར་བ་འདི་བྱེད་དུས་ལྟ་ང་ཚོ་བོད་པ་གི་གྲི་མོ་ཡའི་གི་མར་བ་ལྟ་གང་དག་བོད་ལྟ་གང་དག་བོད་པའི་གི་གྲི་མོ་ཡའི་ཡ་ཆེད་དུ་ཨང་ཁོང་ཚོའི་གི་རྒྱ་ནག་གཞུང་གི་དམིགས་ཡུལ་གཙོ་དེ་ག་རེ་རེད་དོ་ཟེར་བའི་ཡིན་པའི་ཡིན་ན་སྙན་མ་ད་ལྟ་ལོ་རོ་དགུ་བཅུའི་ནང་དུ་བ་ནས་ལྟ། བོད་ནས་མི་མང་པོ་ཆུ་ཆོད་ཏོག་ལས་ཐུག་གོ་ཡོད་ར་བ། ད་ཕྱིས་སུ་ཁོང་ཚོས་ཉེས་རྡུང་བཟི་ནས་ཁོང་ཚོ་གི་སི་ཉིན་པ་གཟིམ་ནས་ད་ཅིག་བོད་ནས་རྒྱ་གར་ནང་ལ་བཙན་བྱོལ་ཡོང་ཡག་གི་བོད་པའི་གི་བརྒྱ་ཆ་བཅུ་བདུན་ཙམ་མང་ཆགས་ནས་ད་ད་མི་ཉེས་རྡུང། ག་ཚད་རེད་ད་སྐུ་ཉེས་རྡུང། བཅུ་ན་ག་ད་དེའི་རྗེས་ན་ན་ད་ག་ད་བོད་ནས་མི་བརྒྱད་ཅིག་ལས་སླེབས་མེད་པ་ད་སྙན་མ་ཡིན་ན་མི་མང་པོ་བཞུགས་རྗེས་སླེབས་གོ་ར་ཉེ་ར་ཉེ་ར། ད་དེ་འདྲས་ཅི་བྱམས། ཉུང་རུ་ཉུང་རུ་བཏང་ཡ། སྲིད་ཇུས་ངན་པ་གཟིམས་ནས་རྒྱ་མིས་རྦད་དེ་བོད་པ་བོས་ནས་རྒྱ་གར་ནང་ལོག་ཚུར་རྒྱ་བོ་རུམ། ཞིག་གིས་བཙན་བྱོལ་གཞུང་ལོ། ད་རེ་བ་ཅེ་དགའ་ཡོང་ཡ་དང་ཚོ་ཉུང་རུ་བཏང་ཡ་དང་དག་བླངས་ཞིག་གིས་བོད་ནང་ལ་དམིགས་ཡུལ་ངན་པ་དེ་གར་སྲིད་ནང་བོད་པའི་སྤུ་གུ་མང་པོ་ཆེ་གིས་ད་གང་དག། ཁོ་ཚོས་ཀྱི་རླབས་སྒྲའི་ནང་ལ་ད་ག་ད་ཕ་མ་དང་སྤུ་གུ་སྤ་རུ་རྒྱང་པས་བཞག་ནས་སྤུ་གུ་རླབས་སྒྲའི་ནང་ལ་བཞག་ཡག་དེ་འདྲས་ཀྱི་ཁྲིམས་འཆར་དེ་ཚོ་བཟོས་ཡག་དེ་ཚོ་དམིགས་ཡུལ་གཙོ་བོ་ག་རེད་ཟེར་ན་ད་རྒྱ་ནག་རང་གི་ལྟ་བ་དང་ལྟ་གྲུབ་དང་ཚོ་ལུགས་བཅས་སྤུ་གུའི་ཀླད་པའི་ནང་ལ། ད་ཁྱིམ་ཚང་ནང་འཚོ་སྐྱོང་བྱས་པ་ཡིན་ན། ཕ་མ་གིས་སྤུ་གུ་ལོ་སློབ་གསོ་རྒྱབ་ཡག་རེད་བོད་པའི་གིས་ད་དེ་འདྲའི་ག་ལ་ག་ཚང་ཅིག་ད་ག་ད་ཕ་མ་ག་ཚོད་མོ་བ་ག་ཚོད་ཡིན་ན་བོད་པ་ཡིན་པའི་ཞུགས་ཏི་ཏི་ཚི་ཏི་ཡོག་རོ་བ་འདི་ལབ་ཡག་རབ་ད་དོན་ཚོ་ཚང་མ་མེད་པ་བཟོ་ཡག་ཆེད་དུ་ཁོང་ཚོས་གིས་རྒྱ་མིའི་ལབ་གྲ་ཤ་ཨ་ནི་པེ་ད་རྒྱ་གས་ལབ་ཡག་དང་བོད་པའི་གིས་ཆོས་དང་ད་བོད་པའི་གིས་སྐད་ཡིག་དང་དོན་ཚོ་ཚང་མ་མ་ལབ་བྱས་བྱས་ད་རྒྱ་ནག་རང་གིས་གུང་ཁྲན་ཏང་གིས་ལྟ་བ་དེ་བླུག་བྱས་ཨ་ནི་མ་འོངས་པ་ད་ག་ད། རྒྱ་དབང་རུམ་བཅད་དུ་གོང་ལོ་ཐོར་ཐོར་ཕྱིན། རྒྱལ་སྤྱིའི་ཁང་གི་མཚན་སྙན་གྲགས་དུང་ཆུ་དང་གྱོག་རུམ་བཅས་ཀྱི་སྙན་དམངས་ཀྱི་ད་ཅིག་མཛད་པ་ཁྲི་ལས་དུང་ཆུ་ཉུང་རུ་ཉུང་རུ་ཉུང་རུ་བྲོས་ཡོང་དུས་ཨ་ནི་རྒྱ་མིས་ཀྱི་ད་གང་ད་རྒྱ་དབང་རུམ་བཅད་ཀུན་ཡང་སྲིད་དེའི་ཐོག་ལ་ཡིན་ན་རྒྱ་ནག་ཁོ་རང་རང་ཚོ་ཅིག་ད་གང་ད་མ་འོངས་པའི་སྐུ་དྲིན་བཅོལ་འགའ་དེ་ཁོ་རང་ཚོས་བྱེད་ཨ་ནི་གང་ད། དུ་མཚུངས་ཀྱི་འཆར་གཞི་དང། བྱེད་སྒོ་ར་ལྟ་གལ་སྲིད་ཡང་སྲིད་དེའི་ཐོག་ལ་ཁོ་ཚོ་ཀྱིས་ཐེ་བྱུས་བྱེད་མ་བཅུག་པ་ཡིན་པས་ནས་ད་མ་འོངས་པའི་བོད་པའི་ཀྱི་སོན་རྩ་དུ་མཚུངས་ཀྱི་ཀླད་པའི་ནང་ལ་རྒྱ་གུང་ཁྲན་ཏང་གི་ཀླད་པ་དེ་བླུགས་པ་ཡིན་པས་ན་ད་མ་འོངས་པ་ཀྱི་བོད་ཀྱི་གནད་དོན་འདིའི་ཐོག་ལ་བོད་པའི་ཀྱི་སོན་རྩ་དུ་མཚུངས་ཡིན་བསྡད་དུས་གང་དག་འདིའི་སྐབས་སུ་ལ་ད་གང་དག་ཁོ་རང་ཚོ་ལ་ཡང་སྲིད་མེད་པས་ནས་འགྲོ་བ་གལ་ཆེན་མ་ཟད་བོད་པ་བུ་ཕྲུག་དེ་ཚོ་ལ་ད་རྒྱ་ནག་རང་གི་ལྟ་བ་དེ་སླད་ཡོད་པ་ཡིན་ན་ཨ་རྒྱ་བོ་རོམ་ད་རྒྱ་མི་གི་ལྟ་བ་དེ་ཡོད་ཤུགས་ཆེན་པོ་ཅི་སླད་ན་རྒྱ་བོ་རོམ་ཆེ་དད་པ་བྱེད་ཡ་ད་དེ་འདྲས་མེད་དེ་དུས་ད་ཁོང་ཚོ་ལ་ང་ཚོ་ཆབ་སྲིད་ཐོག་ནས་ཡིན་ན་དྲ་ཆོས་གི་ཐོག་ནས་ཡིན་ན་དད་རྒྱ་བོ་རོམ་པ་ཆེ་གི་ད་ལྟ་བརྩེ་བ་ལང་བཞིན་གི་མ་འོངས་པའི་སོན་རྩ་དེ་ཚོ་ལ་མེད་པ་ཡིན་ཨ་རྒྱ་ནག་གི་ག་ད་བཟོ་ད་གར་བཟོད་བཟོད་ཅིག་ཆགས་བསྡད་དུས་ཨ་ཁོང་ཚོ་གི་རྒྱ་ནག་གཞུང་གི་སྲིད་ཇུས་ངན་པ་དེ་ཨ་ག་ད་ཨ། བཙན་བྱོལ་ནང་ཡོང་མ་བཅུག་ཡ་དང་བོད་ནང་གི་བུ་ཕྲུག་དང་ཚོ་རྒྱ་མི་རིགས་ཀྱི་ལྟ་བ་དང་ཚོ་བསླབ་ཡ་དང་ཨན་ཅིག་བོད་པ་ཡིན་པས་ཀྱི་བྲོ་བ་དེ་མེད་པ་བཟོ་ཡ་ཆེད་དུ་དམིགས་ཡུལ་དེ་འདྲས་ཀྱི་བཅངས་ནས་ཨན་ད་ག་འདྲ་ད་ལྟའི་ཚུལ་ལ་ད་རྒྱ་ནག་དང་བོད་གཉིས་ཀྱི་བར་ཚོ་གྲོས་མོལ་དང་བོད་དང་རྒྱ་ནག་གི་གནད་དོན་ཐོག་ལ་གྲོས་མོལ་མ་བྱེད་ཡ་དེ་ཁོ་ཚོས་ཀྱི་ད་རྒྱ་བོ་རོམ་པ་ཆེ་དེ་གོང་ཁྲ་ཐོར་ཐོར་ཐོར་ཐོར་འཕེལ་གྱི་ཡོད་ཙང་འདི་ཀྱི་དུས་ཚོད་ཀྱི་དེ་འགྱངས་ནས་ད་བར་ད་རྒྱང་རྒྱང་རྒྱང་ཨ་ནི་མ་འོངས་པའི་སོན་རྩ་དུང་ཚོ་ཁོང་ཚོས་ཀྱི་ད་རྒྱ་མི་རིགས་ཀྱི་དུང་ཚོ་རླབས་ཆེ་བས་ད་ད་བོད་པའི་མི་རིགས་དེ་མེད་བཟོས་བྱས་ཨ་ནི་ག་ད་གཞོན་སྐྱེས་དུང་ཚོ་གི་དུས་རབས་ཀྱི་ཆགས་པ་ཡིན་པས་ཨ་ནི་དེའི་སྐབས་སུ་ནང་རྒྱ་བ་ཡང་སྲིད་ཅིག་མེད་པས་ཡིན་ནས་ཁོང་ཚོ་ལ་གང་སྐུ་ཅིག་ཨ་ནི་གར་སོག་རེད་ད། ད་ད་ལང་ཤེས་རྒྱ་བ་རུམ་ཅིག་མེད་མེད་བྱེད་ཀྱིན་ཟེར་ན་བོད་པའི་དུང་ཚོ་གི་ཁས་ལེན་གི་མ་རེད་ལ་དེ་བྱེད་ཐུག་མར་བ་ད་དེའི་སྐབས་སུ་ལ་ད་ཁོང་ཚོས། རྒྱ། བོད་ནང་ཡོད་པའི་བོད་པོ། གཞོན་སྐྱེས་དུང་ཚོས་རྒྱ་མི་རིགས་ཀྱི་ལྟ་བ་དེ་སླེབས་ཡོད་དུས་ནི་རྒྱ་བ་རོམ་གྱི་ཡང་སྲིད་དེ་མེད་པའི་ནས་གལ་གོ་ཆི་ཆགས་མེད་དུས་ཁོང་ཚོ་གི་ཆབ་སྲིད་ཀྱི་ཐོག་ནས་བོད་པའི་ཀྱི་གནད་དོན་དེའི་ཐོག་ལ་འགྱུར་བ་གཏང་ཐུབ་གི་ཡོད་པ་དང་འདི་འདྲའི་ཀྱི་དམིགས་ཡུལ་ཐོག་ནས་ནི་ཀུན་སྤྱོད་ངན་པ་ཅིག་ཟིན་པོ་ཡོད་པའི་ཀྱི་ཐོག་ནས་འབྲེལ་བརྗོད་བྱེད་ཀྱི་འདུག་ཚོ་གལ་ཆེན་པོ་ཞིག་རུ་ཅིག་ང་རང་ངོས་ནས་མཐོང་ཚོར་བ། འདི་དག་ཐོག་ནས་ནི།

ཅིག། ར་འཕྲོད་པ་ཅིག་དང་དག་སྣང་བཞིན་གྱི་དཔེ་འབྱེད་རུང་བ་ཅིག། མ་རེད་ད་རྒྱ་བོ་སྐམ་པོ་པ། ད་རྒྱ་བོ་སྐམ་པ་འདྲ་བྱས་ན། ད་རྒྱ་བོ་རུང་བ་ཅིག་གིས་ད་ལྟ་རྒྱ་བོ་སྐམ་པ་ལ་ཡང་སྲིད་ཀྱི་ཐོག་ནས་ཅིག་ངོས་འཛིན་གནང་ཡ་དང་དེ་འདྲས་བྱུང་བསྡད་པ་ཅིག་དང་དག་སྣང་བཞིན་གྱི་རྒྱ་ནག་རང་གི་ནང་ལོགས་ལས། ཅིག། ཁ་སོ་ར་རྒྱ་བོ་སྐམ་པ་དེ་བོད་རང་ནང་ལོགས་ལས། དེ་འདྲའི་གཞུང་འགྱུར་གྱི་ཆ་དེ་སྐོར། ཁ་སང་ཡང་སྲིད་དེ་དེ་འདྲའི་གཞུང་འགྱུར་གྱི་ཆ་དེ་སྐོར་བ། དེ་སོང་ཙང་རྒྱ་བོ་སྐམ་པ་གི་ཐོག་ལས་ཡིན་པས་ན་རྒྱ་བོ་རོམ་ཆེན་གྱི་ད་ངོས་འཛིན་ཡོད་པའི་ཐོག་ནས་རྒྱ་བོ་སྐམ་པ་བ་དེ་ཆ་དེ་དུས་ད། གང་ལྟར་རྒྱ་བོ་སྐམ་པ་གི་རྗེས་སུ་ལོ་ཚུར་རྒྱ་གར་ལ་ཚུར་ཆུ་རྒྱུས་གནང་བར་བ། དེ་འདྲས་སོང་ཙང་ད་གང་ལྟར་རྒྱ་བོ་སྐམ།

སྐམ་ལྤགས་ཀྱི་གནད་དོན་འདིའི་ཐོག་ལས་ཡང་འབྲི་ཆོད་བྱེད་ཆེད་ཟླ་རྒྱ་ཧོར་རོང་པ། རྒྱ་ཧོར་སྐམ་ལྤགས་དང་རྒྱ་ནག་ནག་ལོག་ལ་འབད། ཆོས་ཕྱོགས་ཐོག་ནས་དང་གང་ཅིའི་ཐོག་ལ་འགྲོ་བ་མིའི་ཐོབ་ཐང་དེ་མེད་ཙང་མནར་གཅོད་དང་དེ་འདྲས་བཏང་ཙང་ཚུར་ཕེབས་རེས་བྱེད་ཆེད་དེ་འདྲས་ཀྱི་ཐེ་ཇུས་ཀྱི་སྐད་ཆ་བཤད་པ་རེད། བྱས་ཙང་འདིའི་ཐོག་ལས་འདས་ནས་རྒྱ་ཧོར་རོང་ད་རྒྱ་ཧོར་སྐམ་ལྤགས་ཡིན་པའི་ནས་འདྲ་འདུག་གང་ལྟར་རྒྱ་ཧོར་རོང་བཅས་ཀྱི་གནད་དོན་འདི་ཡིན་ན་དེ་བས་ཀྱང་ཨང་ད་དེ་བས་ཀྱང་འཛམ་བུ་གླིང་སྤྱི་ཡོངས་ནས་གནད་དོན་འདི་གལ་ཆེན་པོ་ཅིག་ཆགས་འོག་རེད། ད་ག་ད། རྒྱ་གར་ལ་ཡོད་པའི་གཞུང་ཚབ་ཀྱི་མི་སྣས་ཀྱི། ག་ཚ་རྒྱ་གར་གཞུང། རྒྱ་གར་ནང་ལོར་ཡོད་པའི་ཀྱི་སོག་པོའི་གཞུང་ཚབ་ཀྱི་མི་ཀྱི་འདི་འདྲས་ཀྱི། ད་ག་ད། རྒྱ་བོ། ཀ་མོ་པ་གང་ལ། ཀྱི་ཡང་སྲིད་ཀྱི་དེའི་ཐོག་ལ་ཆི་རྒྱུན་གནང་བའི་ཀྱི་སྐོར་ལ་རྒྱ་ནག་གཞུང། གས་ད་ཟེ་ཡ་ལ། ཆེ་རྒྱ་བོ་ཀམ་པ་བ་བྷེ་ཡ་དེ་ཁོ་ཚོས། གཙོ་དེ་ག་རེ་རེད་ཟེར་བ་ཡིན་ན་རྒྱ་ཨོ་རྐང་པགས་ཀྱི་དབུ་ཞི་དེ་གླེན་ཁ་དང་རྗེས་སུ་ཕེབས་རེད་མ་གཏོགས་རྒྱ་ནག་གཞུང་ལ་ད་གང་དག་རྒྱ་ཨོ་རམ་གྱི་ཕེབས་རྒྱ་ཨོ་རྐང་པགས་ཚུར་ཆུ་རྒྱུན་བསྣམས་པའི་སྐབས་སུ་ལ་ཕི་ཀའི་ཡི་གེ་ཅིག་བཞག་ཡོད་སྲིད་ཡི་གེ་དེའི་སྟངས་ལ་ད་གང་དག་ཁོ་རང་གི་ཆོས་ཕྱོགས་ཐོག་ནས་བྱས་ཨ་མ་ཤི་ཁུ་ནས་རྒྱ་གར་ག་ས་རྒྱ་ནག་གཞུང་ལ་གང་དག་པ་ཕྱི་ཕྱོགས་ལ་འགྲོ་ཡག་གི་ཐོག་ནས་འབོད་སྐུལ་མང་པོ་ཞུས་ཀྱང་རྒྱ་ནག་གིས་ཁས་ལེན་མ་བྱས་པར་བརྟེན་ནས་ནི་དེ་མཛད་སི་བྱས་ཅི་ཕེ་གོ་ཆུང་སུ་ས་ཅི་བྱ་ཡི་བཞག་ཡོད་རེད་ཟེར་འདི་སོང་ཙང་རྒྱ་ནག་གཞུང་གི་བཤད་ཡ་ལ་ནི་རྒྱ་བོ་རོན་པ་ཆེན་གྱི་དབུ་ཁྲིད་དེ་ཞེ་གག་ཆེན་ཨེ་ནི་མེད་ཤེ། རྒྱ་ནག་ལོ་ཅིག་གིས་མ་བསྟོད་པའི་རྣམ་འགྱུར་དང་དེ་འདྲའི་གང་ཡང་མེད། ཇོ་མ་ཡིན་ནས་ནི། ཅིག་བོད། ད་རྒྱ་ནག། བར་སོ་རབ། བོད་བལ་གྱི་གནད་དོན་དོར་འདུག་ལ་ཕན་ཐོག་ཡག་དེ་འདྲ་ཡོད་པས་ན། ཚུར་བོད་ལ་ཆུ་རྒྱུས་གནང་གི་ཡིན་ས་ཅིག་གསུངས་པ་རེད་ཟེར་ཅིག་དེ་འདྲས་ཀྱི་ཆ་གར་སོ། རྒྱ་ནག་གཞུང་གིས་འདྲི་གཅོད་བྱས་རེད། ཡིན་ནས་ལས། གང་ལྟར། མ་མཐའ་རྒྱ་བོ་སྐམ་པ་ཡིན་ནས་རྒྱ་ནག་གིས་འདི། ཕི་གེ། ཁོ་རང་ཚོའི་འོག་ཏའི་ཡུན་ནན་ལས་ཚུར་ཆུད་རྒྱུ་གནང་རྗེས་ཏཱ་གྷ་དྷ། རྒྱ་ནག་གཞུང་གི་འོག་ལ་མ་སྡེབ་ཅིག་ཚུར་ཕེབས་ཡོང་བསྡད་དུས། ཏཱ་གྷ་དྷ་རྒྱ་ནག་ལ་འགྲམ་ལྕག་ཅིག་གཞུས་བསྡད་པ་ཅིག་ཆགས་པ་དང་དྭགས་གླང་ཤིང་གིས་རྒྱ་བོ་སྐམ་པར་གྱི་གནད་དོན་ཐོག་ལ་སོག་པོའི་གི་གཞུང་ཚབ་ཀྱིས་བཤད་ཡོང་དུས། ཏཱ་གྷ་དྷ་བས་ཀྱང་རྒྱ་བོ་རུམ་པ་ཅིག་གི་གནད་དོན་དེའི་ཐོག་ལ། སོག་པོ་བཅུ་བ་མ་ཡིན་པ་དང་ནང་པའི་གི་ཆོས་ལུགས་མང་པོ་ཅིག་གིས་ག་ད་ཐེ་ཆོས་བྱེད་སྲིད་པ་ཅིག་རེད། ག་ཟེར་ན་རྒྱ་ནག་གཞུང་གི་ཅིག་ཡང་སྲིད་འདྲ་པོ་ཅིག་དེ་འདྲས་ཞུས་པ་ནི་ཚང་མས་ཉན་མདོག་ག་མ་རེད་ལ་ད་ག་ལང་བཞིན་གི་ཨ་རི་རེད་ད་ག་ལང་བཞིན་ད་ག་ད་རྒྱལ་ཁབ་མང་པོ་ཅིག་དང་འབྲེལ་བ་ཆགས་བསྡད་ཀྱི་རེད་ཅེས་ཅེས་དེ་འདྲས་འགྲེལ་བརྗོད་བྱེད་ཀྱི་འདུག་རོ་བ། འདི་དང་མཚུངས་ནས་ད་ད་མང་པོ་ཞུ་བཤད་འདུག་ད་ངས་གི། རེ་རེ་རེ་རེ་ཟིན་བློ་ལས་སིམ་ཐུབ་མ་སོང་གོང་དང་ཞོལ་ཡིན། དེ་དང་གནད་འགག་གཅིག་ན་ལོ་ལ་ད་ཁོ་རང་གིས་ཐད་གཏོང་སྒྲོག་པའི་སྐབས་སུ་ལ་ཨ་འདི་འོག་ལ་མི་སྐད་ཆེན་བྲིས་གི་འདུག་ཨང་ད་རྒྱུ་མཚན་མང་པོ་བྲིས་ཡོང་གི་འདུག་དེའི་ན་ལོ་ལ་ཨ་རྒྱ་མི་ཁ་ཤས་ཀྱིས་གར་སྤྲོ་ཟེར་ཨ་ནི་བོད་ནང་བསྡད་ངེས་ཀྱི་བོད་པོ་སྟོན་ཚོད་ཀྱི་ན་ཁྱིམ་ཚང་ན་ལོ་རྒྱ་བོར་འཇུག་གི་བ།

རྒྱ་མི་གཅིག་གིས་རྒྱ་མི་གཅིག་ལ་ཕར་འགྲེལ་བཤད་བགྱིས་པ་ང་ཚོས་བོད་པས་འགྲེལ་བཤད་བགྱིས་པ་ལས་རྒྱ་མིས་འགྲེལ་བཤད་བགྱིས་པ་དེ་ཁོ་རང་ཚོར་གཟུ་བོ་ཡོད་རེད་བ། དེ་བཟང་དོན་གཙོ་གནད་འགའ་རབ་ཅིག་མཐོང་སོང། དེ་དོན་ཐོག་འདི་ག་ལ་དམིགས་བསལ་གྱིས་མི་གཅིག་གས་ཐད་གཏོང་གི་ཐོག་ནས་སྐད་ཆ་བཤད་རྗེས་རག་ན་མི་དེ་ལ་ཨ་འདྲས་ཅིག་ལྟ། ང་རང་སྙན་མང་བོད་ལ་འགྲོ་བའི་སྐབས་སུ་ཉམས་མྱོང་ཀྱི་ཐོག་ནས་ང་ད་རེས་ཉམས་མྱོང་དེ་ཚང་མ་ལ་ད་དབྱིན་ཇིའི་ཐོག་ནས་བཤེར་ལ་གོར་བ་ཕར་ཚུར་འདེད། ཧ་གོ་ཡ་ཆེད་དུ་ང་ང་རང་རང་གི་ཐོག་མ་དང་ང་རང་རང་ཧ་གོ་བོ་དེ་ང་འདི་ན་མ་ཅིག་བཤད་བཤད་ན་འགྲིག་གི་རེད་པས། སྐད་ཆ་དྲིས་སོང་ཁུག་གི་འགྲིག་གི་རེད་ཟེར་ན་རང་བཤད་ད་ལབ་སོང། ད་དེ་ལབ་དུས་ཁོ་གིས་མི་དེ་གིས་ག་རེ་བཤད་སོང་སྙན་མ་ཨ་ནི་ཁོ་རང་གིས་ནང་མི་དང་ཚུར་ཁྲིད་ནས་ཨ་ནི་བོད་ནང་ལ་ལྟག་འོག་ཕྱི་ཡིན། ལྟག་འོག་འགྲོ་པའི་ཁ་ཐུག་ལ་ཨ་ནི་ཁོ་རང་ལ་ད་ལྟ་རྒྱ་མིའི་ལས་བྱེད་དེ་འདྲས་ཐུག་སོང་ཟ་དེ་འདྲས་བོད་ལ་ཟབ་སྦྱོང་ཟོར་བ་དེ་འདྲས་ཡོང་ཉེ་གི་ལས་བྱེད་དེ་འདྲས་ཐུག་སོང་དེ་འདྲས་ཀྱིས་འདི་བཤད་གི་འདུག་ང་ཚོ་དང་པོ་ཨ་ནི། གར་སོགས་རེད། རྒྱ་ནག་ནས་བོད་ནང་ལོགས་ལ་ལས་བྱེད་པའི་དེ་འདྲའི་ཏང་རྟགས་ག་ཚོད་རེད་ཟབ་སྦྱོང་སོགས་བྱས་དེ་འདྲའི་ཡོང་བའི་སྐབས་སོགས་ལ་ཨ་ན་ཁོང་ཚོ་གྲོང་ཁྱེར་ནང་བཞག་མ་སོང། གྲོང་གསེབ་ཁག་ལ་བཞག་སོང། ཡིན་ནའི་གྲོང་གསེབ་ཁག་ལ་བཞག་དུས་ཁོང་ཚོ་ལ་དམིགས་བསལ་གྱི་ཁང་པ་དང་འདི་སྤྲད་མ་སོང། ཡིན་དེ་ལས་ག་འདྲ་བྱས་སོང་ཟེར་བ་ཡིན་པ་ཡིན་ན། དེ་འདྲའི། བོད་མི་ཁེར་རྐྱང་བསྡད་ངེས་དེ་འདྲས་ཡོད་པ་དེ་འདྲས་ཀྱི་ཁྱིམ་ཚང་ནང་ལ་བཞག་སོང། ཨ་ཁོ་ཅག་ཧང་ར་ཅི་ཙམ་བྱས།

བུ་མོའི་འདུ་འཛོ་ཟ་ལ་ཁོ་ཚོས་ཀྱི་རྒྱ་མི་གྱི་ལས་བྱེད་འདུ་འཛོ་ཞབས་ཡིན་ན་ད་དུ་འཛོ་མི་འདུག་འགྲོ་བ་ཆེ་ན་རྒྱ་མི་ཁོ་རང་ཚོའི་མི་རིགས་ཀྱི་འཕེལ་རྒྱས་བྱེད་ཡ་ད་ད་ག་ར་མི་ཡུལ་ག་ར་ག་ར་ཡིན་པ་ང་རང་ཚོས་ཧ་གོ་གོ་ར་འོང་འདི་འདྲའི་ཞེ་གོ་ཡོད་པའི་གྱི་གནས་ཚུལ་ཧ་གོ་སོང་ཟེར་སོ་རྒྱ་མི་དེ་ཨ་ད་འདུག་ཁོ་གྱི་ད་བོད་ནང་ལྟ་བ་འཕྲོ་པའི་ཁ་ཐུག་ལ་ཁོ་རང་ཚོ།

ཁོ་རང་ཧང་ར་ཅི་སངས་རྒྱས་བེད་ཧོན་ར་ཅི་ཐོར་སོང་ཟེར། བོད་དོན་ཚོགས་ཁིམ་ཚང་དོན་ཚོགས་ག་བ་འགྲོ་བ་ཡིན་ནའི་ལས་ནི། ཞི་ཅིན་ཕིན་གྱི་ད་པ་ར་དེ་འདྲའི་ཁང་པ་ག་བ་ན་ཕྱིན་ནའི་འདུག་ཟེར་ད། ད་ཁོ་བོད་ན་ལྟ་དགོས་ཡོང་དུས་ད་ཅིག་མགྲོན་ཁང་དོན་ཚོགས་ན་ད་ཡོད་ཡོད་བར་བ་ནས་ཁིམ་ཚང་དོན་ཚོགས་ན་བོད་པ་གི་ཁིམ་ཚང་མེད་རུབ་མ་རུབ་ན་ལ། ད་ཁོ་རང་གི་འགྲོ་བྱས་པའི་ལྟ་དགོས་འགྲོ་བྱས་པ་དོན་ཚོགས་ཀྱི་ཁིམ་ཚང།

ཨ་ཁོ་ཁོ་གེ་དོ་སྣང་བྱས་ཡིན་རྒྱ་བོ་རོམ་གྱི་སྐུ་པར་འདོག་མི་འདོག་བལྟ་ཡིན་ཟེར་ན། ད། སྔན་མ་རྒྱ་བོ་རོམ་གྱི་སྐུ་པར་བཞག་ས་འཇོག་ར་ད་རྩིག་པའི་སྒང་བཅར། དེའི་སྒང་ལ་ད་རྒྱ་བོ་རོམ་གྱི་སྐུ་པར་དེ་མ། བཤམས་ནས། མའོ་ཀྲུའུ་ཞི་དང་ཞི་ཅིན་ཕིང་དང་ཏིང་ཞོ་ཕིང་ཡོད་དེ་བས་ཀྱི་པར་རེ་དེ་ཚོ་ཡར་བརྒྱག་རྗེས་འོང་དེ་འདྲས་རེ་བཞག་ས་ཁོ་ན་ཧང་རེ་གྱི་ས་སུ་སུ་ད་དེ། མའོ་ཀྲུའུ་ཞི་གི་སྔན་མ། པར་རེ་དེ་ཚོ་ད་དུས་རབས་བདུན་ཅུའི་ནང་ལོར་བ་ད་ད་ལྟ་དུས་རབས། དགུ་བཅུ་དང་ཉིས་སྟོང་དུ་བར་སླེབས་ཡོང་དུས་འདི་བཞག་ཡོང་དུས་ད་ཁོར་རིག་གནས་གསར་བརྗེ་སོགས་ཀྱི་སེམས་ནང་ལ་ཚོར་སྣང་ཁྱད་མཚར་ཆགས་སོང་ད་རྒྱ་ནག་ནང་མ་འདྲ་བའི་བོད་ཀྱི་ཞིང་འབྲོག་དང་མི་མང་དུ་འཛུལ་གྱིས་ཁྱིམ་ཚང་དུ་འཛུལ་ནང་ལོགས་ལ་ཡིན་བུ་ཡིན་ནས་ལ་ཨ་ནི་རྒྱ་བོར་རུང་གཅིག་སྐུ་པར་བཞག་མ་བྱུང་ཅི་ད་ཁོ་རང་ཚོས་རྒྱ་ནག་འགོ་ཁྲིད་ཏིང་ཞོ་ཕིན་ཞིས་ཅིན་ཕིན་མའོ་ཀྲུའུ་ཞི་འདི་འདྲས་ཀྱི་པར་བཞག་ཡོང་དུས་ཁོ་ར་ཁོ་ར་ཧང་སངས་སོང་ཟ། ཨ་ནི། ད་ལྟ་མི། སྐྱེ་འཆི་ཤེས་ཏེ། ཤེས་ཉིད་ད་ཐལ་དུང་འགྲོ་དེ་ངེས་ཏེ་ཅེས་ཁོ། ཁོ་ར་ཧང་ར་ཅི་ས་ས་མི་ཚང། ན་ལོ་སྡུག་གེ་ལ་སོང་ཁོ་མགྲོན་ཁང་ན་ལོ་ད་ཡོ་ར་བ་སི་ཡིན་ནའི་མི་ཚང་ན་ཚོ་ན་ལོ་སྡུག་སི་ད་ཁོ་ཁོ་ར་ཧོན་ར་ཅི་ཐོར་དེ་ཤ་ར་བ་དེ་འདྲས་ད་རྒྱ་ནག་གི་བོད་ན་ལོ་སི་ཇུས་ཏུང་ཚོ་དང། ཆབ་སི་འཁྲབ་སྟངས་ཏུང་ཚོ་དཔེ་མ་སི་གི་ད་ཁོ་གི། ཏུང་ཚོ་ཡག་པོ་ཅི་མཐོང་མེད་པའི་གི་ཐོག་ནས་ཁོས་འདྲི་བྱེད་བྱེད་གི་འདུག་ར་བ། ཨ་མཚར་བས་ད་ང་ཚོས་རྒྱ་མི་གིས་བོད་པའི་གི་གནད་དོན་ཐོག་ལ། ཅིག། སྟབས། ཅིག་འགྲེལ་བཤད་མང་པོ་ཅིག་རྒྱབ་སྟངས་ཡོད་རེད་ཟེར་ཡིན་ནའི་ང་ཚོ། ད་ཅིག་བོད་པའི་གནད་དོན་དེའི་ཐོག་ལ་ང་རང་ཚོ་ལས། བོད་པའི་གནད་དོན་ལ་གང་ཇུས་གཏོགས་བྱེད་ཡ་དེ་ང་ཚོ་ལས་ཆགས་འོ་རེད་ད། བོད་པའི་གི་མྱངས་པ་དུང་ཚོ་དུང་ཚོ་ང་ཚོ་རྒྱ་མི་གི་སྙེ་མ་རིག་གནས་ས་ཆོ་ལས་རྒྱ་མི་མྱངས་ཡོད་རེད་ལ་ད་ད་ཡིན་ནའི་ལས་ད་ག་ད། རྒྱ་མི་ཁོ་རང་ཚོ་ལས་འགྲོ་མིའི་ཐོབ་ཐང་ཡོད་མ་རེད་གར་སོང་རེད། ཅིག་དམར་གཅོད་རང་དབང་ཡོད་མ་རེད་ཁོ་རང་ཚོས་ནི་དོ་བོ་ཡིན་དང་དོན་ཚུལ་ནང་སྐད་ཆ་བཤད་མིན་ནས་བཀག་བསྡད་དགོས་རེད་བ་འདི་སོང་ཙང་བོད་པའི་གནད་དོན་དེ་ལས་ཀ་གང་དག་དྲི་བ་ཆགས་བར་ཟེར་ད། གང་ལྟར། བོད་པ་ཡིན་པའི་གནས་ལས་ད་རྒྱ་མི་དོན་ཚུལ་ལ་ད་རྒྱ་ནག་གུང་ཁྲན་ཏང་གི་བྱས་ཞབས་ཅན་མ་ཞིག་རྒྱ་མི་ཚང་མ་ལ་ལྟ་སྟངས་དོན་ཚུལ་སྡུག་ཅག་ལྟ་རྒྱུ་ཡོད་མ་རེད། ད་གང་ལྟར། རྒྱ་མི་དོན་ཚུལ་ནི་དམངས་གཙོ་ལ་གུས། འདི་ག་སོ། རེ་བ་རྒྱག་པོ་རེ་ལ་དམངས་གཙོ་ལ་རྫུས་གི་ཡོད་རེད་ཟེར་དེ་བྱས་ཙང་ང་ཚོ་དམངས་གཙོ་དང་འདི་འདྲའི་ཡག་པོ་ཅིག་ཆགས་པ་ཡིན་པས་ཡིན་ན་ཡང། གང་དག་ག་རེ་ཡིན་ནའི་འདི་དྲག་འགྲོ་ཟེར་ཡིན་ནའི་ལས་ད་ལྟའི་བྱེད་སྟངས་འདི་ལ་ལྟ་བས་ཡིན་ན། བོད་པའི་གི་གནད་དོན་འདིའི་ཐོག་ལ་ཡིན་པས་ན། ཅིག། ད་གང་དག་རྒྱ་ནག་གཞུང་ལ་ཡིད་ཆེས་བྱས་བྱས་ག་རེ་བྱས་པས་ཡིན་ནའི་ལས་ད་དོན་དག་ཡག་པོ་ཅིག་བསྒྲུབ་ཐུབ་ཡ་ཅིག་དཀའ་ལས་ཁག་པོ་ཅིག་རེད། དམིགས་བསལ་ད། རྒྱ་ནག་གིས་དང་ཨ་རི་དང་དུམ་ཚོད་འཆམ་པོ་ཅིག་ཆགས་པས་ནི་བོད་པའི་གནད་དོན་གང་ལས་ཡང་དེ་ཚིག་གི་བསམ་བློ་བཏང་ཡས་དེ་དཀའ་ལས་ཁག་པོ་རེད། དམིགས་བསལ་གྱི་རྒྱ་གར་གྱི་ད་གང་དག་ད་ལྟ་བཙན་བྱོལ་གཞུང་དེ་རྒྱ་རྒྱ་གར་ནང་ལོགས་ལ་བཙུགས་ཡོད་རེད་དེ་ལས་ཡིན་ནའི་གནད་དོན་ཅིག་གང་རེད་ནའི་ཡང་རྒྱ་གར་གྱི་ལས་གང་དག་བོད་པ་བཙོང་སྲིད་པ་ཅིག་རེད། ད་གང་དག་ག་རེ་ཡིན་པ་ཡིན་ནའི་ད། བསམ་བློ་བཏང་ཡང་ཅི་ཆགས་དད་པའི་ཐོག་ནས་ད་གང་ལྟར་རྒྱ་མི་རིགས་ལ་མཐོང་ཆུང་མེད་པའི་གཉིས་ཐུན་མོང་གི་ཐོག་ནས་ད་གང་ལྟར་དམངས་གཙོའི་སྒང་ལ་འབད་བརྩོན་བྱེད་ཡ་དེ་གལ་ཆེན་པོ་ཡིན་པ་ཅིག་འོང་དེ་འདྲའི་ཅེས་འགྲེལ་བཤད་རྒྱག་གི་འདུག་ད་ངས་མང་པོ་ཅིག་ཉན་བསྡད་དུས་ཆ་ཚང་ཅིག་འདི་ན་མ་བརྒྱབ་ཐུག་མི་འདུག་གོང་ཚེས་རང་བཞུགས་ཀྱི་ཡོད་ད་གནས་འགངས་འདུ་འཛོའི་ཐོག་ནས་ང་རང་ཚོས་ཀྱི་གླེང་དགོས་ཡ་དེ་ད་བོད་པའི་གིས་མ་འོངས་པའི་སོན་རྩ་འདུ་འཛོའི་ཐོག་ལ་དམིགས་ཡུལ་ག་འདྲ་ཅིག་བཅང་གི་ཡོད་མེད་དང། རྒྱ་ནག་གཞུང་ལ་ད་ལྟ།